ད་ལྟ་གོང་ལ་འདོགས་ཚུལ་བཤད་དེ་ཡང་དེ་ལྟར་རྫས་ཀྱི་སྐུ་ཡིན་འདོགས་ཚུལ་དུ་བཤད་དགོས་མིན་ནོ། ལྡོག་པའི་ཁྱད་པར་མཐུ་ཆེན་པ་ལྟར་ན་ས་བརྒྱད་པ་ནས་དང་མཐུ་དམན་པ་ལྟར་ན་སྒྲ་བྱོན་པ་གཉིས་ནི་ལྡོག་པའི་ཕྱིར་ཟེར་ཏེ། སྒྲ་བཤད་བཞི་ཡིས་རྫས་ཀྱི་ཀུན་གཞི་འདོགས་ཚུལ་བཤད་པར་མ་གཏོགས་ནི་ག་རེ། ནི་འཇུག་པའི་ལ་གོ་མ་རེ། རིགས་ཀྱི། ནི་སྒྲ་འཇུག་པའི་ཀུན་གཞི་གྱུར་རོ། འོ་ད་དེ་ལྡོག་པའི་ཁྱད་པར་དེ་མ་རེད།

མདོ་སྤྱི་ནི་ལང་ཀར་ཤེས་པ། རྣ་བར་ཤེས་པ་བརྒྱད་གཉིས་དང་བཅོ་ལྔ་དག་ནི་རང་བཞིན་གསུང། བདག་མེད་གཉིས་ཀྱི་དངོས་པོ་ནི། ནི་གར་ཐལ་བ་ཆེན་པོ་ཡང་དག་ཤེས། རྣ་བར་ཤེས་པ་བརྒྱད་གཉིས་དམ་སྲི་དང་རྣམ་ཤེས་ཚོགས་བརྒྱད། འཇུག་བཞི་དྲུག་གང་ལ་ཡང་ཀུན་གཞི་དང་ཉེ་བའི་སྐྱབས་སུ་ན། བརྟན་པ་མ་ཡིན་པའི་གི་རྣམ་ཤེས་དེ་ལ། འཇུག་བཞི་དྲུག་བཅས། བརྟན་པའི་གི་རྣམ་ཤེས་དེ་ལ། ནི་གར། ཀུན་གཞི་དང་ཉེ་བའི་གཉིས། བརྒྱ་པ་ཡི་ནི་ག་ཟེ་རེ་སོ། རྣམ་པར་ཤེས་པ་བརྒྱད་ཉིད་དང་བསྲེ་སྟེ། ཆོས་ལྔ་དང་ནི་རང་བཞིན་གསུམ་བསྲེ་སྟེ། དཔེ་ཆའི་ཆོས་ལྔ་ད་ལྟ་ང་ཚོ་ག་རེ་ལས་ཤེས་ཉེ་བར་ན་དེ་འདྲ་ཅི་ཡོད་དེ་ན་ཆོས་ལྔ་མི་རྟོག་པའི་རྒྱུ་མཚན་ཅི། ཨ་ནི་ངོ་བོ་ཉིད་མེད་པ་ཡིན་ཀྱང་དེར་མི་རྟོག་པའི་མཚན་ཉིད་ངོ་བོ་ཉིད་མེད་པ་མིན་ནོ་གསུངས་ཡང་ཁ་ད་ད་དབུ་མ་རང་རྒྱུད་པའི་ལུགས་བཤད་པ་ཁ་ཏུ་ཤེས་རབ་སྒྲུབ་མིན་གྱི་རྩོད་པ་བགྱི་བ། ལས་ལྡན་འབྱེད་ཀྱི་ཤེས་རབ་སྒྲུབ་མིན་ཁ་ཏུ་རྩོད་པ་བགྱི་འདི་ཁ་ཏུ་བསྡུ་བ་ན་ལུང་དྲང་ཡོད་དུ་འདུ་བ། ད་ནི་ཆོས་ལྔ་མི་རྟོག་སའི་ཆོས་ལྔ་སྟེ། ཞེས་དང་གྲངས་ཀ་གྲངས་ཡིན་དུས་ག་ལ་ཡ། ད་ནི་བསྟན་འགྱུར། སྡེ་དགེའི་བསྟན་འགྱུར། འདས་གྲངས་བརྒྱ་དང་དྲུག་ཅུ་རེ་བརྒྱད་ཡིན་པ་ཡོད་དྲན་སོ། ཅེས་དང་ཆོས་ལྔ་སྦྱང་ཡུལ་ཏེ། དུ་བ་གོ་རང་རྣམས་ལས་དངོས་པོ་ལྔ་ལ་ཡོད་དངོས་པོ་ལྔ། རྒྱུའི་མཚན་དང་མིང་དང་རྣམ་པར་རྟོག་པ་འདུ་བྱེད་གཉིས་དང་ཡང་དག་པའི་ཡེ་ཤེས་དང། ལྔ་པོ་སྟེ། དེ་ལ་ཡང་ཆོས་ལྔ། དེ་འདི་ནི་ང་ཚོའི་ལེགས་བཤད་གཉིས་པོ་རྣམས་ལས་ཆོས་ལྔ་མི་རྟོག་པའི་རྒྱུ་མཚན་གྱིས་མཚན་ཉིད་ངོ་བོ་ཉིད་མེད་པ་ཡིན་ཀྱང། དེར་མི་ལྟོས་པའི་མཚན་ཉིད་ངོ་བོ་ཉིད་མེད་པ་དོན་མིན་ནོ་སེ་ཨེ་ཀྱེ། ཆོས་ལྔ་དེ་མིན་འགྲོ་བ་སངས་སར་འདྲི་ཐུབ། ཆོས་ལྔ་འདི་རུ་སོང། ད་ནི། ང་ཚོས་ཡ་གི། སེམས་ཚངས་པའི་ཁ་དོག་ལས་རྡོ་ཡ་གར་སོགས་རྒྱུ་མཚན་ཀུན་རྫོབ་ཏུ་སྣང་རྟོག་གར་རྒྱུ་མཚན། གར་རྒྱུ་མཚན།

མིའི་གང་ཡིན་ཞེ་ན་རྒྱུ་ཆ་དེ་ཉིད་བླ་དྭགས་ཀྱི་ཚིག་བླ་དྭགས་གང་ཡིན་པ་དེ་ལ་མིའི་ཆེས་རྣམ་པར་རྟོག་པ་བསལ་ཡ་དེ་གང་སུ་ན་ཆོས་པའི་ཆ་ན་སྲིད་ནས་ཆོས་ཡི་ཆོས་ནང་བྱེད། དེ་བཞིན་ཉིད་གང་ཞེ་ན་ཆོས་བདག་མེད་པའི་རབ་ཏུ་ཕྱེ་བ་འཕགས་པའི་ཡེ་ཤེས་ཀྱི་བཅུའི་དངོས་པ་བརྗོད་པའི་ཚེ་དང་རྗེས་ཡི་གནས་སུ་མ་བརྗོད་པའི་དངོས་པོ་གང་ཡིན་པ། ཡང་དག་པའི་ཡེ་ཤེས་བསལ་ཡ་དེ་ལ། གཅིག་ཏུ་འཇིག་རྟེན་ལས་འདས་པ་དང་འཇིག་རྟེན་པ་དང་འཇིག་རྟེན་ལས་འདས་པའི་བ་དེ་ནི་འདྲིས་བྱ་བཞག་ཅེ་ན། ཆོས་ལྔའི་གྲངས་ཀ་སྦྱང་ཡུལ་དུས། ཅེས་དང། ག་རེ་ཟེར་དངོས་པོ་འང་གང་ཞིག་ན་རྒྱུ་མཚན་དང་མིག་དང་རྣ་བར་རྟོག་པ་དང་དེ་བཞིན་ཉིད་དང་ཡང་དག་པའི་ཡེ་ཤེས་སོགས་ཀྱི་ཟེར། ཁོ་ན་དེ་མི་འགྲོ་སང་སང་ཡིན་འདུག། བསྡུ་བ་རྣམས་ལ་དེ་ཆེད་ད་ག་རེ། ཆོས་ལྔ་དང་ནི་རང་བཞིན་གསུམ། ད་རང་བཞིན་གསུམ་དུ་ཕལ་ཆེར་ཀུན་བརྟགས་འབྱུང་བ་ཡིན་འགྲོ་གསུང་དུ་མི་འགྲོ། ཀུན་བརྟགས་འབྱུང་བ་ཡུན་དྲུག་གསུངས། ཅེས་བདག་མེད་གཉིས་བརྟགས་ཆོས་ཀྱི་བདག་མེད་དུ་གང་བདག་མེད་གཉིས་མེད་འགྲོ། ཅེས་བདག་མེད་གཉིས་ཀྱི་དངོས་པོ་ནི་དེ་བ་ཕྱི་མ་ཡང་དག་ཤེས། དེ་བ་ཕྱི་མ་ལ་ཡང་བདག་མེད་བ་གཉིས་ཤེས་དགོས་ར་མ་གཏོགས་ལྷའི་ཉིད་དུས་ཀྱི་ལྟེ་བ་ལ་ད་རང་རྒྱུད་བ་མེད་ཅེས་ལ་དཔྱད་ན་ཆོས་ཀྱི་བདག་མེད་ཤེས་དགོས་ཡ་ཡོད་མ་རུང། འདུག་ཟེར། སྒོ་ཉི་སྦྲུལ་སྤང་བྱ་གཙོ་བོ་གཅིག་གི་ཡུལ་གསུངས་ཙང། གང་ཟག་གི་བདག་མེད་མ་གཏོགས་ཆོས་ཀྱི་བདག་མེད་དགོས་དགོས་ཡོད་མ་རེད། བདག་བྱང་ཆུབ་སེམས་དཔའ་ལ་ཡང་བྱས་ཙང་ལང་ཐང་ཅིག་བཤིག་ལང་ཐང་ཅིག་བཅིག་བ་ཡིན་སོང་ཙང་ནི་ག་རེ། འོ་ལྟོ་ཞིག་བདག་མེད་སྙིང་ག་དགོངས་དགོས་ཀྱི་ཡོད་རོ། དགོངས་འཆལ་གཙོ་བོ་ཁྱོད་ཀྱི་བདག་མེད་རེད་དེ། ད་ནི་ཡང་གང་ཟག་གི་བདག་མེད་དེ་ཡང། ལང་ཐང་ཅིག་དང་ད་ལྟ་དུས་ན། ག་རེ་ཟེར། འདོད་ལ་ཕན་མར་ཤེས་ན་ལ་ཞིག་འཇིག་རྟེན་དུད་འགྲོ་མཛད་པ་གང་ཟེར་ཡ་གི། གདུལ་བྱ་རིགས་ཅན་སོང་བའི་དུད་འགྲོ་ཡི་ཆེད་དུ་དགོས་ཀྱི་ཡོད་རོ། ཡང་ཐེངས་ཁྱོད་བློ་ལ། ཉེ་རང། ད།

བསྟོད་པ་ཆེན་པོ་ལ་ཡང་བརྟེན་དགོས་གི་རང་འགུལ་རྒྱུ་མཚན་ག་རེ་ཟེར་ན་ཆོས་ཀྱི་དྭངས་རྩེ་དང་གང་ཟག་གི་དྭངས་རྩེ་གཉིས་ཀ་ཁོའི་རྩ་བ་མ་རིག་པ་ཆགས་འདི་ཡོད་རེད། ཐལ་འགྱུར་ལུགས་སུ་བྱ་བྱེད་པ་ཡིན་ན་ཁོའི་རྩ་བ་བྱེད་པའི་མ་རིག་པ་ཆགས་འདི་ཡོད་རེད། དེ་ཡིན་དུས་ཁོ་ཨ་ལས་གྲོལ་བ་ལ་ཁོའི་རྩ་བ་ཆོས་ཀྱི་དྭངས་རྩེ་དང་དུ་འཛིན་པའི་མ་རིག་པ་དང་གང་ཟག་གི་དྭངས་དུ་འཛིན་པའི་མ་རིག་པ་གཉིས་ཀ་སྤང་དགོས་གི་རོ། དེ་གཉིས་ཀ་མ་སྤངས་ན་ཐར་བ་ཐོབ་ཐུབ་གི་མ་རང། རྒྱུ་མཚན་ག་རེ་ཟེར་ན་ཁོ་ཨ་ལས་ཐར་བའི་ཐར་པའི་གོ་འཕང་ཐོབ་པ་ལ་ཁོའི་རྩ་བ་མ་སྤངས་པ་ལ་ང་ཚོ་ག་རེ། མདོག་གི་ནང་ལོགས་ལ་ཡང་སྤང་བྱ་སྤང་ཚུལ་བཤད་ཡོད་ནི་ཤིང་ནི་མ་ཤིང་སྡོང་རྩ་བ་ནས་གཅོད་དགོས་ཀྱི་རེད་ཤིང་སྡོང་རྩ་བ་ནས་གཅོད་མ་ཐུབ་ན། ད་ནི་ཤིང་སྡོང་གི་ཡལ་ག་དེ་ལོ་མ་ཐག་ཅིག་བཀང་འགྲོ་གི་མ་རེད་བ། འོ་དུ་བྱས་ཙང་ཐལ་འགྱུར་ལོགས་ལ་ཡང་བདག་མེད་སྙིང་ག་ནི་ཐེབས་པ་སྲིང་སྲུང་ཁག་གི་རིགས་ཅན་དགོན་ཆ་གཙོ་བོ་རེད་དགོན་ཆ་ལ་བྱ་བ་གལ་ཡོད་མ་རེད།

དཀར་སེར། ཅི་བཞིན་འབྱུང། ཞེས་གསུངས་པའི་རྟགས་ལྷུན་གྱིས་གྲུབ་པ་དེ་ལ་ལང་ཀར་ཤེས་པ་དང་འོད་མཐའ་གཉིས་ཀྱི་སྐྱེས། རྟགས་རིག་པའི་སྤྲོས་པ་དེ་ལ་བར་བར་དུ་མེད་ཀྱི་གཟིགས་པའི་ཐིག་རྡུལ། རེ་བ། ཐིག་རྡུལ་རེ་བ། དུ་ཞིག། གར་སྐྱེས་སུ་དང། རྩ་བ་གང་དུ་དང་ཐིག་རྡུལ་ལས་ཐིག་རྡུལ་སོགས། མ་འདྲིས་པ་ཡི་མ་རིག་མེད། ལྔ་པོ་རྣམས་ནི་འདྲ་བ་དང། སྨྱོ་བར་འགྱུར་བའི་ཞེ་སྡང་དང་ཡང་ནི་གར་སྟེ་ཡིད་ངེས་ཚིག་མེད་རུང་འགྱུར། འདུ་བྱེད་མེད་པའི་སྐྱེ་བའི་རྒྱུན། ངར་འཛིན་མེད་པའི་སྐྱོན་དུ་ཉོན་མོངས་ཅན་གྱི་ཡིད་མེད་ན། འདི་ནི་གསུམ་པོ་འགལ་བར་འགྱུར་ཟེར་དང་རིགས་པ་དྲུག། མ་འདྲིས་པ་ཡི་མ་རིག་མེད་ཟེར་རིགས་པ་དང་པོར་བཅད། ཉོན་ཡིད་འགྲུབ་བྱེད་ཀྱི་རིགས་པ་དང་པོར་བཅད་དངོས་པོ་དང་འདྲ་བ་དང་སྲིད་པའི་རིགས་པ་གཉིས་པར་བཅད། དངོས་པོར་འགྱུར་བའི་བྱེ་བྲག་དང་སྲིད་པའི་རིགས་པ་གསུམ་པར་བཅད། དེ་ཡི་ངེས་ཚིག་མི་རུང་འགྱུར། ཞེས་རིགས་པ་བཞི་པ་དེ་མེད་འགྲོ། ད་འདུས་བྱས་དམིགས་པའི་སྤྱི་བོའི་སྦྱིན་ངར་འཛིན་མེད་པ་སྐྱོན་དུ་འགྱུར་ཟེར་ཏེ་རིགས་པ་ལྔ་པ་བྱེད། ཉོན་མོངས་ཅན་གྱི་ཡིད་མེད་ན། འདི་ནི་གསུངས་པ་འགལ་བར་འགྱུར་ཟེར་གྱི་རིགས་པ་དྲུག་དང། ད་དང་པོ། རྩ་བ་ག་ལ་མ་ཚང་ན་བཏང་ནས་མ་འདྲིས་པ་ཡི་མ་རིག་མེད་ཟེར་དུས་ག་ལ་ཉིད་ཡོད་མེད་ན། ད་ནི་མ་འདྲིས་པའི་མ་རིག་པ་མེད་པར་ཐལ་འགྲོ་གི་རེད། དེ་ལ་འོས་ཤིང་མ་རིག་པ་ཡི་གར་སེལ་མ་འདྲིས་པའི་མ་རིག་པ་མེད་ཨ་ཐག་སྟོང་གི་དུའམ། མ་འདྲིས་པ་ཡི་མ་རིག་པ་མེད་པ་ཐག་རྒྱུ་མཚན་ག་རེ་ཟེར་ན་སེམས་ཙམ་པ་ལ། མ་རིག་པ་དང་འདྲིས་པའི་མ་རིག་པ་དང་མ་འདྲིས་པའི་མ་རིག་པ་གཉིས་ལ་གི་རེད། ཅེས་དང་མ་འདྲིས་པའི་མ་རིག་པ་ཟེར་དུས། བརྟན་པའི་གི་དང་བརྟན་པའི་སེམས། ཉོན་ཡོད་དང་མཚུངས་པར་ལྡན་པའི་གི་མ་རིག་པ་དེ་ལ་མ་འདྲིས་པའི་མ་རིག་པ་ཟེར། དེ་གང་དང་མ་འདྲིས་པ་རེད་ཟེར་དུས། འགྱུ་ཤེས་དྲུག་དང། ད་འགྱུར་ཞི་ཁྲོ་གི་ནང་གྲུབ་པ་ཡེ་ཤེས་སྣང་བཞི་ཡོད་རོ། གྲུབ་པ་ཡེ་ཤེས་སྣང་བཞི་དང་མ་འདྲེས་པའི་ཆ་ནི་མ་འདྲེས་པའི་མ་རེད་པ་ཟེར། ཇི་ལྟར་གང་མ་འདྲེས་པ་རེད་ཟེར་དུས་གྲུབ་པ་ཡེ་སྣང་བཞི་དང་མ་འདྲེས་པ། ཇི་ལྟར་ཉེ་བའི་འབའ་ཤེས་དང་མཚུངས་པ་ལྡན་པའི་གིས་མ་རེད་པ་དེ་ལ་ག་རེ་ཟེར་སོ་མ་འདྲེས་པའི་མ་རེད་པ། ཇི་ལྟར་མ་འདྲེས་པ་ཡི་མ་རེད་པ་མེད་ཨ་ཐ། མེད་ཨ་ཐ་ཉེ་བའི་མེད་པའི་ཕྱིར། ཉེ་བའི་མེད་ན་མ་འདྲེས་པའི་མ་རེད་པ་མེད་དགོས་རེད། དེ་བ་དུ་སྟངས་ཡོང་གི་འདུག་ཨ། རིག་པ་དང་པོ་དེར། བདག་ལྔ་པོ་དང་དང་འདྲ་བ་དང་སྲིད་དོན་བདག་མེད་ཅིང་འདྲིས་མེད་མ་ཀློག་བཞིན་དང་འདྲིས་མེད་དུ་ཡང། བདག་རིག་པ་དྲུག་གསུངས་པའི་རིག་པ་དང་པོ་ནི་ག་རེ་སོ། མ་འདྲིས་པ་ཡི་མ་རིག་མེད་ཅེས་པ་བཤད་པ་སྟེ་ཟེར་གྱི་འདུག་ཉེ་བའི་འབའ་ཞིག་གི་འཁོར་དུ་བྱུང་བའི་མ་རིག་པ་མེད་ང་དང་ད་དེ་རེད། ཉེ་བའི་འབའ་ཞིག་གི་འཁོར་དུ་བྱུང་བའི་མ་རིག་པ་མེད་ང་དང་ཉེ་བའི་མེད་པའི། ཞེས་སོ། ད་གཟོད།

རང་རིག་ཡུལ་དེ་སེམས་ཙམ་པ་གི་ཐལ་འགྱུར་བ་ལ་ཕ་རང་རིག་འབྲུག་ཡུལ་འདི་རང་རིག་ཡུལ་དེ་ཟེར་ན་བཀོད་ནས་འགྲིག་གི་མ་རེད། ཅེས་ན་སྔོན་གྱི་བོད་མི་ཉེས་པའི་རྟགས་བཀོད་དགོས་རོགས། ཅེས་བྱས་གཉིས་ལ་ཡ་དེ་ན་རྟགས་དེ་བཀོད་པ་ཡིན་ན་སུ་ཅིག་ལན་ཅིག་ཆོས་བརྒྱུད་ལ་ཉེའུ་ཡོད་དེ། མ་འགྲིག་པའི་མ་རིག་པ་ཡོད་པའི་ཡེ་ཤེས་ལ་འདི་གར་ཕྱོགས་བཅུའི་སྤྲོ་ཡུལ་འདི་མ་འགྲིག་པའི་མ་རིག་པ་ཡོད་པ་རྟོགས་ཨ་ཐང། སུ་ཅིག་ལན་ཅིག་གིས་བརྗོད་ལ་ག་རེ་སུ

ཅེས་དང། ཇི་ལྟར་མ་རིག་པ་འདོད་པའི་གཞུང་དྲུག་དང་གཅིག་ཕྱིར། ཇི་ལྟར་མ་རིག་པས་མ་འདོད་པའི་གཞུང་དྲུག་དང་ཁ་གཉིས་བཅད་ནས་སོང་བའི་ངོར་ལང་རིག་ཆེན་པོ་རྣམས་རོ་ལས། ཅེས་དང། ཇི་ལྟར་མ་རིག་པ་འདོད་ངེས་ཀྱི་ཤུགས་ཇི་སྐད་ཡོད་ན། ད་ལྟ། ཞོ་རང་ཆོས་གྲགས་ཡབ་སྲས་ཀྱི་བྲིས་པའི་རྗེས་འབྲང་གི་སེམས་ཙམ་པ་དང། ད་ཀླུ་སྒྲུབ་ཡབ་སྲས་ལ་སོགས་པ་ཀུན་ཏུ། ཇི་ལྟར་མ་རིག་པས་འདོད་པའི་ཕྱོགས་ཡིན་གསུངས་ཙང། ཁོའི་རྩ་བ་གཅོད་པའི་ཐོག་མ་མ་རིག་པ་དེ་ཇི་ལྟར་ལ་ངོས་འཛིན་བྱེད་ཡིན་སྐོར།

སྣང་བཞི་ནི་ཀུན་གཞི་ཡིན་ལ། ཏིང་དེའི་སྣང་བཞི་དེ་ཉིད་ཀྱང་དེས་དེ་པ་ཡིན་པས་སོ་ཟེར་གྱི་འདུག་ཨ། ཁག་གཉིས་སུ་བཅོས་པ་རེད། ཡང་དེའི་སྒང་ལ་ཡང་ག་རེ་གསུངས་ཡོད་རེད་ཟེར་དུས། འདི་ལ་ཡོད་རེད། དེ་ཡང་ཐོག་མའི་བཀོད་བྱེད་ཀྱི་ཉི་འོད་སྐོར་གྱི་མ་རིག་པ་ཉིད་ལ་གཞིག་པའི་ཕྱིར་རོ། དེས་ན་སྒོ་མང་དུ་རིགས་སོ། ཅེས་ཟེར། གསལ་བྱེད་རྣམས་ལ་ཡན་ལག་བཞི་སྣང་སྲིད་ཐོག་མ་མ་རིག་པ་དེ་ལ་སྒོ་སྤང་ཡིན་དགོས་རེད།

ཆེ་དང་མ་རྟོགས་པ་དང་ལོག་པར་རྟོགས་པ་གཉིས་ཀྱི་ཁྱད་པ་ག་རེ་ཞིག་ཡོད་རེད་ཟེར་ན། འདི་ལ་ཡོད་དེ། ཇི་ལྟར་མ་རིག་པ་སོ་སོར་འདོད་པ། ཇི་ལྟར་དང་མ་རིག་པ་སོ་སོར་འདོད་པ་ལྟར་ན་ད་ལྟ་གི་ལ་ཡིན་པ། ཇི་ལྟར་དང་མ་རིག་པ་སོ་སོར་འདོད་མཁན་ད་ལྟ་ཐོག་མའི་གོ་བྱེད་ཀྱི་ལོངས་ཤེས་རང་མ་དེ་རེད། ཅེས་དང། ཇི་ལྟར་དང་མ་རིག་པ་སོ་སོར་འདོད་ཅེས་ནི། ཁོའི་རྩ་བ་གཅིག་པའི་མ་རིག་པ་དེ། ག་རེ་རེད། འདི་དག་བྱ་དགོས་མ་རེད། ཅེས་དང། མི་ཡུལ་འཁོར་གྱི་མ་རིག་པ་དེ་ལ་བཞག་གི་རེད། འོ་ན་ཇི་ལྟར་དེ་མ་རིག་པ་སོ་སོར་འདུས་པ་བརྟགས་ན། དཔེར་ན་འདི་ལྟར། ཐར་བ་འདོམས་པ་ལ་ནུས་པ་ཅུང་ཟད་བག་སྟེ། ཐར་བའི་གནས་ལུགས་མི་གསལ་བ་ན། དེ་ལ་སྦྲུལ་དུ་འཛིན་པའི་བློ་སྐྱེ་བ་ལྟར། དང་པོ། ཡུལ་དེ་ལ་རྨུགས་པ། མ་བཟོད། ཅིག། སྤྲིན་པ་འདྲ་ཅིག་ཡུལ་དུ་ཡོད་ན། ད་དེ་ཡང་གསལ་ལ་མ་གསལ་འདྲ་ཅིག་རྨུགས་པ་ཞིག་ལས་ཀྱི་རོ། དེ་མ་རྟོགས་པར་བྱེད། ད་ཕ་གིས་རྨུགས་པ་དེ་ཕ་གི་རྟགས་ཡིན་དུས། ཁྲ་ཁྲ་འདྲི་དོན་ད་སྦྲུལ་མདོག་སོང་ཚོད་ཀྱི་ལས་ཀྱི་རོ། སྦྲུལ་མདོག་རྙེད་པའི་བློ་དེ་ག་རེ་རེད། ལག་པར་གཏོར་བ་ཅི་ཞིག་གསལ་ལ་མ་གསལ་ལ་རྨུགས་པ་ཙང་སྟེ་གི་ལ་ངོ། ཡང་དག་པའི་དོན་ལ་ཕྱིན་ཅི་ལོག་པ་དང་རྨུགས་པ་ཙང་གཉིས་ལས་ཕྱི་མ་ཞིག་དེ་འདོད་ན། ནི་ག་ལོག་པར་གཏོར་བ་དང་མ་གཏོར་བ་གཉིས་ལས་མ་གཏོར་བའི་བློ་ལས་ཡིན་ལགས་ཀྱི་དོ། ཀྱང་དེ་ལ་ཡང་མ་གཏོར་བ་དང་ལོག་པར་གཏོར་བ་གཉིས་ཀྱི་ཚད་ཤེས་བྱ་ཡིན་དུས། ཅི་སྟེ་ཐར་བ་དུམ་པ་ལ་མེད་པ་ཅུང་ཟད་བག་དེས་ཐར་བའི་གནས་ལུགས་མི་གསལ་བ་ན།

ལ་རེར་མ་གཏོགས་པའི་བློ་དེ་སྐྱེ། དེ་ནི་ལོག་པར་རྟོག་པ་དང་གཅིག་པུ་རེད། སྤྱིར་ན་བུང་བ་ལ་ག་རེ་བུང་བའི་གནས་ལུགས་ལ། བྱིན་གྱིས་བརླུབས་ཏེ་འཛིན་པ་དང་ནི་ག་རེ་ལགས་སོ། དེ་གའི་ཡང་དག་པའི་དོན་ལ་རྨུགས་པ་གཙང་སྙིགས་ན་དང་པོ་རྨུགས་པ་དེ་སྐྱེ། དེ་ནི་བྱིན་གྱིས་བརླུབས་ཏེ།